ཏན་ཏན་བསྟོད་དགོས་པོ་རེད་ས་སུ་ཀ་པ་དྲག་པར་ད་ང་ད་ནམ་མ་རག་ལ་དོན་ཟེར་དེ་གཅིག་མཇུག་ལ་བསྟོད་དགོས་པོ་ཡག་རེད། ནམ་ཡང་རེད་ནི་ནམ་ཡང་དང་པོ་ངོ་བོ་ཙམ་སྟོན་པ་གཉིས་པ་ལས་སུ་བྱ་བ་ཟེར་ཡང་དེ་འོག་གཉིས་པ་ལས་སུ་བྱ་བ་དེ་ཨ། དེ་འདྲ་ཡིན་ཙང་གཅིག་མཇུག་ལ་བསྟོད་དགོས་པའི་ཕྲད་དང་རྣམ་དབྱེ་གཉིས་ཀ་ཡིན་པས། སུ་གི་གཅིག་རག་གི་གཉིས་རུ་གི་གསུམ་བསྟོད་དགོས་བཞི་ནག་གི་དང་ལྔ་ལག་གི་དྲུག་བསྟོད་དགོས་བདུན། ཅེས།

དེ་དེའི་ནང་ལ་ལ་གཅིག་ནས་ཟིག་ཡོང་བ་མ་རེད། ཡིན་ན་ཡང་ཚང་མས་མིང་དང་ལ་དོན་ཟིག་བཤད་དགོས་ཡ་གི་རྒྱུ་མཚན་འདྲ་པོ་དེ་ད་ག་འདྲི་བྱེད་ཡིན་བསམ་ན། བརྗོད་དོན་ནི། ཡ་གྱལ་གྱི་མིང་ཚོགས་པ་ལ་བཏགས་པའམ། ད་འདིའི་རྒྱུ་མཚན་གཅིག་དེ་ནི་དཔེར་ན། ཡ་གྱལ་གྱི་མིང་ཚོགས་པ་ལ་བཏགས་པ། ཡ་གྱལ་ཟེར་ན་ནི་ནང་སྲིད། ཡང་ན། ཡང་ན་བྱེ་བྲག། ཨོ། བྱེ་བྲག་གི་མིང་སྤྱི་ལ་བཏགས་པ་ཟེར་ནའི་འདྲ། ཡང་གཞིར་གྱི་མིང་ཚོགས་པ་ལ་གྲགས་པར་ཟེར་ནས་འདྲ། ནང་གསེས་ཀྱི་མིང་ཚོགས་པ་ལ་གྲགས་པར་ཟེར་ནས་འདྲ་དོན་གཅིག་རེད། དེ་འདྲའི་དག་པའི་གསོ་རིག་ཡོད་པ་རེད་རེད་བ་ཡང་གཞིར་གྱི་མིང་ཚོགས་པ་ལ་གྲགས་པར། རྒྱུ་མཚན་གཅིག་དེ་འདྲ་ཞིག་རེད། ད་ཡང་རྒྱུ་མཚན་གཅིག་དེ་ག་རེ་རེད་ཟེར་ན། བདུན་པོ་དེ་དག་ཟེར་དེ་དག་རྣམ་དབྱེ་གྱི་རྐྱེན་བདུན་ཡོད་རེད་ལ་དོན་གྱི་རྐྱེན་བདུན་པོ་དེ་དག་ལས། དེ་དག་དེ་གྱིས་དེ་ནང་ནས་བདུན་པོ་དེ་དག་ལས། ནགས་ལ་ནི་རྗེས་འཇུག་ལ་ལྟོས་མི་དགོས་པར། གང་ལ་ཁྱབ་མཉམ་དུ་འཇུག་པའི་དབང་གིས་ཡིན་པར་དེས་པ་དག་གིས་གསུངས་ཤིང། བྱ་བཟའ་བདུན་པོ་དེའི་ནང་གི་རེ་བ། ནགས་དང་ལ་གཉིས་ཀ་ནི་རྗེས་འཇུག་ལ་ལྟོས་མི་དགོས་པར། དག་ཚང་མ་ལ་གང་ལ་ཁྱབ་མཉམ་དུ་འཇུག་པ་ཡིན་པའི་དབང་གིས་ན་འཇུག་པ་ཁྱབ་ཆེ་བའི་དབང་གིས་ཨ་ནི་ལ་དོན་དོན་ཟེར་ཤེས་པ་རེད། དེ་འདྲ་གསུངས་མཁན་བྱུང་ཞག་དེ་འདྲ་ཡིན་ཙང། ད་སྤྱིར་སྒྲ་སྦྱོར་རྐྱང་པའི་ཐད་ནས་བཤད་ན་རེད་བ། ད་སྒྲ་སྦྱོར་དང་དོན་སྦྱོར་གཉིས་གཉིས་ཡོད་རེད་བ། རྗེས་འཇུག་ལ་བསྟོད་དགོས་འབེབས་འཕྲལ་ཡིན་འབེབས་ཞུ་དགོས་དེ་ལ་སྒྲ་སྦྱོར་གཅིག་དང་དོན་སྦྱོར་ཕྱིར་གཉིས་བཤད་དགོས་ཀྱི་ཡོད་རེད། བྱས་ཙང་སྒྲ་སྦྱོར་རྐྱང་པའི་ཐད་ནས་བཤད་པ་ཡིན་ན། ལག་ན་ནི་རྗེས་འཇུག་ལ་བསྟོད་མི་དགོས་འབེབས་འཕྲལ་ཡིན་པ་མ་ཟད། རེད་བ། དོན་སྦྱོར་གྱི་སྐབས་སུ་ཡང། ལ་ནི། དེ་ནས་མ་རྟོགས་པའི་ལ་དོན་གྱི་རྐྱེན་གཞན་ཕར་མོ་ཆེའི་ཚབ་ཏུ་འགྲོ་བ་ཡིན། རེད་བ། ད་ལགས་དེ་ཡིན་ནི་དོ་ཅོར་གྱི་སྐབས་ལ་ཕྲན་ལས་གཏུགས་མི་དགོས་པ་ཙམ་དུ་མ་ཟད་ལྷ་ནག་གཉིས་དོན་ཅོར་གྱི་སྐབས་སུ་ཡང་ལགས་འདི་ནི་ད་ནམ་ཡིན་གཉིས་པའི་ནང་སའི་དེ་གཉིས་ལ་ད་འཇུག་གི་མ་རེད་འཇུག་གི་རེད་ཟེར་ཡག་གི་ད་ངན་ཆེ་ད་ཚུར་མི་འདྲ་བ་ཅིག་ཡོག་རེད་བ། ད་དེ་བཤད་མ་དགོས་བ་ཞིག་འོང་དེ་གཉིས་མ་གཏོགས་པའི་ད་ལ་དོན་གྱི་རྐྱེན་གཞན་གཉིས་པ་བཞི་པ་བདུན་པ་ཟེར་སྐབས་འོ་དེ་གྱིས་དེ་རེད་ཨ་རྐྱེན་གཞན་ཟེར་ན་རྒན་གཞོན་བར་མོ་ཆེའི་ཁ་ཚབ་ཏུ་འགྲོ་བ་འགའ་ཡིན་ལ་དེ་ནི་དོན་སྤྱོད་ཀྱི་སྐབས་སུ་ཡང་འཇུག་པ་ཁྱབ་ཆེན་པོ་ཡིན་སྒྲ་སྦྱོར་གྱི་སྐབས་སུ་ཡང་རྗེས་འཇུག་ལ་ལྟོས་མི་དགོས་པ་ཡིན། ད་ནག་དེ་དེ་འདྲའི་རེད་བས་ཟེར་ན་ནག་ནི་སྒྲ་སྦྱོར་གྱི་སྐབས་ལ་ཕྲད་རང་དབང་ཅན་ཡིན་མོད། སྒྲ་སྦྱོར་གྱི་སྐབས་ལ་ནག་དེ་ཡང་ལ་དང་གཅིག་པ་རེད། རྗེས་འཇུག་ལ་ལྟོས་མི་དགོས་པའི་ཕྲད་ཅིག་རེད་དེ། རེད་མོད། ཟེར་མི་མཐུན་པའི་རྐྱེན་གྱིས་དོན་སྤྱོད་ཀྱི་སྐབས་སུ་ནི།

ད་དེས་ནི་སུལ་བཞི་ཕྲ་དེ་འོག་ཏུ་རིམ་པ་བཞིན་དུ་ཨ་ནི་བཤད་པར་འདོད་དོ་ཞེས་ཡ་གྱི་འདོད་པ་ཡོད། ཧཱ་ཡ་དེ་ཅི་ད་དེ་ནི་ལ་དོན་གྱི་སྒྲ་བསྒྱུར་ནི་ཐོག་མར་སྒྲ་བསྒྱུར་བཤད་གཉིས་པ་དོན་བསྒྱུར་བཤད་དགོས་གོ་རེད་བ། ད་ལ་དོན་དེ་ཨ་ནི་སྒྲ་བསྒྱུར་ག་འདྲི་རེད་ཟེར་ན། ད་དེ་ང་རང་ཚོས་སྤྱིར་བཏང་ཨ་ནི་ས་སུ་ཀ་བ་གྲངས་ཐར་དེ་ང་ད་ན་མ་ར་ལ་ཏུ་ཟེ་ད་ག་རང་རེད་ཨ། སྒྲ་བསྒྱུར་ནི་རྗེས་འཇུག་གམ་ཡང་འཇུག་ས་ཡིན་མཐར། སུ་དང། ས་སུ་ཟུང་ཟེར་ཡ་དེ་རེད་ཨེ་རྗེས་འཇུག་ག་པར་ཉིད་དང། ཡང་འཇུག་ད་དྲག་ཅན་མཐར་དུ། ས་སུ་ག་པར་དྲག་མཐར་དུ་ཟེར་ཡ་དེ་དག་རེད་རྗེས་འཇུག་ང་ད་ན་མ་ར་ལ་བྱེད་ཀྱི་མཐར་དུ་ཟེར་ང་ད་ན་མ་ར་ལ་དུ་ཟེར་ཡ་དེ་རེད། རྗེས་འཇུག་བ་དང་ཐ་མའི་མཐར། རྐང་པ་ཁར་བསྐོང་ཚེ་རུ་དང། ཁར་མུར་བསྐོང་ཚེ་ར། འོ་ད་འདི་རྐང་པ་ཁར་བསྐོང་དང་མུར་བསྐོང་ཟེར་ཡ་དེ་རེད་བ།

དེའི་དབྱེ་བ་དེ་ལས་མ་གཏོགས་གང་པ་ཁར་སྐོང་ཟས་དེ་མྱོང་རུ་དྲངས་ན་འགྲིག་གི་མ་རེད་ཨ། གང་པ་ཁར་སྐོང་ཚེ་རུ། ཁ་མུར་སྐོང་ཚེ་ར། དེ་རེད་རེད་བ། དཔེར་ན་ལྷ། སར། འགྲོ། ཟེར་དུས། ཡིག་འབྲུ་གསུམ་ནི་མི་འདུག་ཨ། གང་པ་ཁ་མུར་སྐོང་བ་རེད་དེའི་སྐབས་ལ་སྐོང་མི་དགོས་བ་རེད་ཡིག་འབྲུ་གསུམ་གི་འདང་གི་ཡོད་རེད་ཨ། ལྷ། སར། འགྲོ། ཟེར་ན། ད་དཔེར་ན་ཨ་ནི་ཡིག་འབྲུ་གསུམ་དེ་མ་འདང་བ་བྱེད་ཚིག་སྦྱོར་གྱི་སྐབས་འདྲ་བོ་ལས།

ད་དེ་དག་རིམ་བཞིན་དཔེར་བརྗོད་ན་སྲིད་ད་དཔེར་བརྗོད་གཅིག་བྲིས་ན་འདི་ལས་སླ་པོ་རེད་རང་ནི་སུ་ཞིག་རང་གི་ཁྱིམ་ལ་ལོག་པར་ཟད་དེ་རང་གི་ཁྱིམ་ལ་ཕྱིན་པར་ཟད་བདག་དེ་བཟུང་ཟེར་ནས་ད་བྱ་ལ་ཡི་ནས་དགྲ་ལོང་པ་ཡི་ནས་དགྲ་བདག་པོ་བརྒྱབ་པར་བདག་པོ་བྱེད་པ་བྱ་མགོ་རྣམས་རྒྱབ་ཏུ་འཁོར། ཤིན་ཏུ་སྐྱིད་ཀུན་ཏུ་རྨོངས། ཁང་པའི་ནང་དུ་འཛུལ། རི་ཁྲོད་དུ་རི་དྭགས་གནས།

དེ་འདྲ་ཡིན་ཙང་ད་རི་དྭགས་ནི་ས་སྟེང་རི་ཡི་གསེབ་དང་རི་ཡི་ནང་ལ་ཡོད་རེད་བ། འདི་ཡིན་གཅིག་མིན་གཅིག་དགོན་པ་ཆུང་ཆུང་གི་རི་ཁྲོད་ལ་གོ་ན་གོ་དགོས་ཀྱི་མ་རེད་ཨང། རི་ཁྲོད་དུ་རི་དྭགས་ནི་སྐད་ཆ་ཉན་དུ་འགྲོ། འགྲོ་ལམ་དུ་གྲོགས་དང་འཕྲད། རི་སེར་ནི་ཐུར་དུ་བབས། གློག་འོད་གསལ་དུ་ལྡང། ནམ་མཁར་འཕུར། ནམ་མཁར་འཕུར་འོ་འདི་རི་དྭགས་སྐམ་པ་ཁ་སྐོང་མོ་སྐོང་སའི་ཡ་དེ་དེའི་སྐོར་ལ་གཟབ་གཟབ་ཅིག་གཟིགས་དང། ནམ་མཁར་ཕོ་རུ་སེར་ཏི་རྐང་པ་ཁ་མུར་ཀོང་མུར་གོ་བ། ཡུལ་གྲུ་གསུམ་གྱི་མདངས་ཀྱི་བར་བྱ་ས་ནམ་མཁར་ཕོ་རུ་སེར་ཀ་ཡ་གཅིག་རྐང་ཚིགས་གཅིག་གི་ཡ་ཁ་རྐང་ན་མི་སོ་མདངས་ཀྱི་མེད་ན་ནམ་མཁའ་རུ་ཕོ་རུ་སེར་ཕོ་རུ་སེར་ཡོང་སྟེ་དེ་ནས་ནི་རྐང་པ་ཁ་རྐང་ལ་ཟེར་གྱི་རེད། འོ་ད་འདི་འོག་ཏེ་གཅིག་པ་རེ་ཟེར་ཁར་འཇུག་ཟེར་ཏི་རྐང་པ་ཁ་མུར་ཀོང་བ་རེ་ཟེར་ཁ་རུ་འཇུག་ཟེར་ན་དེ་ནས་ནི་རྐང་པ་ཁ་རྐོང་བ་རེ་ཟོ་སོ། ཨོ་ད་ལྟའི་གི་ག་རེ་རེད་ཟེར་ན། ལ་དོན་རྣམས་རྗེས་འཇུག་གི་རྗེས་ཟེར་ཏེ་ན་འཇུག་གི་འཇུག་ལུགས་འཇུག་སྟངས་དང་སྒྲ་སྦྱོར་ལུགས་ཟེར་ལ་དོན་གྱི་སྒྲ་སྦྱོར་དུ་ཞེས་ཚར་བཅད་ད་ལ་དོན་གྱི་དོན་གྱི་སྦྱོར་བ་དེ་རེད་བ། ལ་དོན་གྱི་དོན་སྦྱོར་ནི་དོན་སྦྱོར་ཟེར་ཏེ་ད་ལ་དོན་དོན་པོ་དེ་ནི་ཡི་གེ་སྤྲོད་དུས་སྒྲ་སྦྱོར་དེ་འདྲི་ཞིག་རེད་དེ་ལ་དོན་དོན་གྱི་དོན་ག་རེ་སྟོན་གི་ཡོད་རེད་དེ་བཤད་ཡོང་དུས་དེ་ལ་ལ་དོན་གྱི་དོན་སྦྱོར་ཟེར། ལ་དོན་རྣམས་དོན་ལྔ་ལ་འཇུག་པར་བཤད་པ་སྟེ། དེ་ལྟར་ལ་དོན་འདི་ཀྱི་དེའི་རེ་བ་ལ་དོན་བདུན་འདུ་བ་ལ་དོན་གྱི་རྐྱེན་དང་ལ་དོན་གྱི་ནམ་ཡིན་གྱི་རྐྱེན་བདུན་ཡོད་པ་འདི་དག་དོན་ཡིན་ན་མི་འདྲ་བར་ལྔ་ལ་འཇུག་པར་བཤད་ཡོད་རེད། ཏེ། ནི་དེ་ན་དབྱེ་བ་འདྲེན་པའི་ལྷག་ཆད་བརྒྱད། ལས་སུ་བྱ་བ་དང་གཅིག། དགོས་ཆེད་ཀྱི་གཉིས། ནི་བཞིའམ་རྟེན་གཉིས་ཀྱི་གསུམ། དེ་ནི་རྟེན་གཉིས་ཀྱི་བཞི། ཚེ་སྐབས་ཀྱི་ལྔ།

ད་ག་འདྲི་ཕྱིར་གོ་དགོས་ཀྱི་ཡོད་རེད་ཟེར་ན། ད་དེ་དང་པོ་ནས་ལན་མ་བརྒྱབ་གོང་ལ་ང་རང་ཚོ་འདི་རེ་ཞིག་བསམ་དགོས་ཀྱི་འདུག་བ། སྤྱིར་འདི་སྐབས་ཀྱི་ལས་སུ་བྱ་བ་ཞེས་པའི་སུ་འདྲ། རེད་བ། ཨ་ནི་དང་པོ་ཁོ་རང་གི་མིང་འདི་རེ་བསམ་བློ་ཞིག་བཏང་ཡ། ལས་སུ་བྱ་བ་ལས་སུ་བྱ་བ་ཟེར་དེ་སུ་རེད་ག་རེ་རེད་ཡ། ད་ང་ཚོ་དང་པོ་ཨ་ལས་དེ་ངོས་འཛིན་ཅིག་བྱེད། རེད་བ། དེ་གཉིས་པ་རེད་བཞི་པ་རེད་བདུན་པ་རེད་དེ་གཉིས་རེད་ཟེར་སྐབས་རེད་ལས་སུ་བྱ་བ་གི་སུ་དེ།

མ་བསུབ། དགུ་བ་ལན་བདུན་ལས་སུ་བྱ་བའི་ལས་སྒྲ་འདི་ནི། ད་བྱ་ཚིག་ལ་ལས་ཚིག་ཟེར་ཡ་ཞིག་ལ་བྱ་བའི་ཚིག་ལ་ལས་ཀྱི་ཚིག་ཟེར་འོ་དེ་བྱ་ཚིག་ལ་ལས་ཚིག་བརྗོད་པ་ཡིན་གྱིས་དེ་རེད་མ་གཏོགས། ཡིན་གྱིས་ཟེར་ཡ་གི་དེ་ཕྱི་ཚིག་འགལ་བའང་ནང་དོན་སྟོན་པའི་ཚིག་གི་རྒྱན་འདྲ་བ། བརྗོད་པ་ཡིན་གྱིས་གཞན་བྱ་བའི་ལས་ཟེར་ཡ་འདྲ་པོ་བྱེད་པའི་ལས། དེ་ནི་བྱ་བྱེད་ལས་གསུམ་གྱི་ལས་ཟེར་ཡ་ལས་ཟེར་ཡ་དེ་མང་པོ་ཞིག་ཡོད་པ་འོ་འདི་གའི་དེ་སོགས་ནི་མ་ཡིན་ནོ། ལ་དེ་མ་ཡིན་པ་ཞིག་ཤེས་དགོས་པ་རེད། ནང་མི་གཉིས་པ་ལས་སུ་བྱ་བའི་ལས་དེ་ག་རེ་རེད་ཟེར་ན་དེ་བྱ་བྱེད་ལས་གསུམ་གི་ལས་ཡང་མ་རེད་བྱ་ལས་བྱེད་ལས་ཀྱི་ལས་ཡང་མ་རེད། འོ་ན་ག་རེ་རེད་བྱ་ཚིག་ལ་ལས་ཚིག་ཞེས་པའི་དེའི་ལས་དེ་ཡིན་ཟེར་དགོས་པ་ཡོད་རེད། ཡ། འོ་ན་བྱ་ཚིག་ཡོད་དོ་ཅོག་ལ་ལས་སུ་བྱ་བ་ཞིག་བརྗོད་མི་རིགས་སམ་ཞེ་ན། ད་དེ་འདྲ་ཡིན་ན་འོ་ན་བྱ་ཚིག་བྱ་ཚིག་ཡོད་ཚད་ཚང་མ་ལོག་ལས་ནས་ལས་སུ་བྱ་བ་ཟེར་མ་ལབ་པ་དེ་ག་འདྲ་ཡིན་ན་ཟེར་ན། བརྗོད་རིགས་སམ་ཟེར་ནས་ལབ་ན་འགྲིག་གི་རེད་ཟེར་ན་དེ་ནི་དེ་ལྟ་མ་ལགས་པས་སེ་དེ་དེ་འདྲིས་མ་རེད། འདིར་ལ་དོན་གྱི་ནང་མིང་འཆད་པའི་སྐབས་སུ། གང་ཡང་རུང་བའི་མིང་གི་མཐར་ལ་དོན་གྱི་རྐྱེན་སྦྱར་ཞིང། དེ་མཐར་བྱ་བའི་ཚིག་སྦྱར་ནས་དག་བཟོའི་ལས་སུ་བྱ་བའི་རྣམ་དབྱེ་འགྲུབ་དགོས་པ་ཡིན། འདིར་བྱ་ཚིག་ཡོད་ཚད་ཚང་མ་ལས་སུ་བྱ་བ་ཟེར་ན་འགྲིག་གི་ཡོད་བ་མ་རེད་ད་མི་འགྲིག་ཡ་དེ་ག་རེད་ཟེར་ན། སྐབས་འདིར་ནི་ལ་དོན་གྱི་ནང་མིང་འཆད་པའི་སྐབས་ཡིན་ན་ད་གང་ཡང་རུང་བའི་མིང་གཅིག་གི་མཐའ་ལ།

ད་ཡང་མི་གཅིག་གི་ཚུལ་དྲན་ནས་རེ་བ། གོང་དུ་ཕར་ལན་དེ་འདྲི་ཞིག་བརྒྱབ་ཙང་ཁོས་ལན་དེ་འདྲི་ཞིག་ཡོང་མདོག་ཁ་བོ་རེ་བ། ད་འོ་ན་ཡར་དེ་ནི་ཁྱེད་རང་གི་དེ་འདྲི་ཡིན་ན་ལ་དོན་གྱི་རྐྱེན་གང་ཡང་རུང་བ་ཞིག་གི་མཐའ་ལ་བྱ་ཚིག་སྦྱར་བ་ད་ཡོད་ཚད་ཚང་མ་ནང་མི་གཉིས་པ་ལས་སུ་བྱས་བ་ཡིན་ནམ་ཞེ་ན། དེ་ཡང་དེ་ལྟ་མ་ལགས་པས་དེ་ཡང་དེ་འདྲི་མ་རེད་དེ། ད་ནང་མི་བཞི་པ་དགོས་ཆེད་ནང་མི་བདུན་པ་བསྟེན་ནས་གཉིས་པའི་ནང་སའི་དེ་ཉིད་བདུན་པའི་ནང་སའི་ཚད་སྐབས་ཀྱི་ལ་དོན་གྱི་རྐྱེན་གང་རུང་གི་མཐར

ཡིན་ན་ཡང་ད་འདི། དོགས་ཙམ་གསལ་པོ་ཡོང་ཡས་ཀྱི་ཆེད་དུ་རེ་བ་འདི་ཕྱོགས་སུ་འཁོར་ཏེ། ད་སྐོར་བ་ལན་གསུམ་བྱས་ཟེར་ཏེ་དེ་ནི་བརྗོད་པ་ཞིག་ཚང་འགྲོ་གི་ཡོད་རེ་བ། ང་དོགས་ཡོད་དོ་ཡིན་ནོ་ཟེར་ཡ་འདྲ་པོ་གོ་དེ་འདྲི་གི་ཚོད་སྟབས་བདེ་པོ་མ་ཡིན་པ། གྲུ་ཁར་ཕྱིན་ཟེར་ནས་རྣམ་གཡེང་གཉིས་པ་ལས་སུ་བྱ་བ་རེ་བ། གྲུ་དེ། གྲུ་ཁ་དེ་ག་རེ་རེད་གྲུ་ཁ་དེ་བྱ་ཡུལ་ཡོད་རེད། ར་དེ་ལ་དོན་ཕྱིན་དེ་བྱ་བ་རེད།

བྱེ་ཐང་གཞན་གྱི་སྡོད་ཁང་དུ་གྱ་བའི་ཡུལ་དུ་ལ་དོན་དུ་འགྲོ་ནུས་པ་དེ་ནི་བྱ་བ་རེད་དེ་ཐེངས་མི་གསུམ་པར་འགྲོ་ནུས་པ། སྙིང་ཉེ་བའི་གྲོགས་ལ་འཕྲིན་ཡིག་བསྐུར་བ། དེ་ཡང་དེ་ནི་བྱེད་པ་པོ་ཞིག་ལ་བསྟན་ཡོད་རེད། རང་གི་སྙིང་ཉེ་བའི་དང་གྲོགས་པོ་དེ་གྱ་བའི་ཡུལ་ལ་ལ་དོན་དུ་འཕྲིན་ཡིག་བསྐུར་བ། བསྐུར་བ་དེ་བྱ་བ་རེད། བསྐུར་བྱ་ག་རེ་རེད་བསྐུར་བྱ་འཕྲིན་ཡིག་རེད།

དམག་དཔུང་རྣམས་ཆུ་བོའི་ཕ་རོལ་ཏུ་བསྐྱོད་དེ། ཟེར་ཏེ་རེ་བ། ད་ནི་དེ་སྐྱོད་པ་པོ་དེའི་དམག་དཔུང་ཞིག་ཆུ་བོའི་ཕ་རོལ་ཏུ་ནི་རྒྱ་བའི་ཡུལ་གྱི་མདོ་ལ་དོན་གྱིས་བསྐྱོད་དེ་བྱ་བ་རེ་བསྐྱོད་དེ་དགྲ་བོ་རྣམས་ཆམ་ལ་ཕབ་བོ་སོགས་ཀྱིའོ། ད་དེ་སོགས་ཀྱི་གོང་དུ་བསྟན་ཟིན་པའི་གཡས་ཕྱོགས་སུ་དང་གྲུ་ཁར། རྩེ་མོ་རུ། སྡོད་ཁང་དུ། ཕ་རོལ་ཏུ་སོགས་ཀྱི་ཚབ་ཏུ། ད་དེ་སྐད་ཅིག་ཚ་མེད་ཚང་མའི་ཚབ་ལ།

ཁ་ཤས་ལ་འཇུག་པ་འདྲ་པོ་ཁ་ཤས་ལ་འཇུག་མི་བདེ་བ་དང། ད་ནི་ན་ལ་ཞིག་སྟེ་གཉིས་ལ་མི་འཇུག་པ་ཡིན་པ་ལ་སོགས་པ་དེ་འདྲའི་མང་པོ་ཞིག་བཤད་ཀྱི་ཡོད་རེད་དེ་ཚོ་ནི་བསམ་པོ་དྲན་རང་གི་སུམ་ཅུ་པའི་ནང་ན་དེ་གཉིས་ཚད་ཐུབ་ལ་འདྲ་ཡིན་སྲིད་ནི། དོན་ལྔ་ལ་མཚུངས་པར་འཇུག་པ་དེ་སོང་ཡོད་མ་རེད་བས་ཟེར་ན་དེ་ལྟར་སོང་མི་གྱིས། ཕྱོགས་གཅིག་ནི་དེའི་དགོངས་པ་ལེན་ཕྱོགས་ལ་རྟག་པར་བྱ་དགོས་པའི་གནད་འགག་མེད་པའང་མ་ཡིན་པས་རེད། རེད་དེ་འདིའི་དགོངས་པ་ལེན་ཕྱོགས་དེ་ལ་ཡ་དེ་ནི་གཅིག། ང་ཚོས་དག་པར་བྱ་དགོས་པའི་གནད་འགག་མེད་པའང་མ་ཡིན་ཏེ། ལ་དོན་གྱི་རྐྱེན་བདུན་པོ་གང་རུང་གིས་དོན་ལྔ་པོ་སྟོན་པར་གསུངས་པའམ། ཡང་ན་ལ་དོན་གྱི་རྐྱེན་རེ་རེས་དོན་རེ་རེའི་ཆ་ཚང་སྟོན་པར་གསུངས་པ་ཡིན་གྱི་གནད་དོན་ཡང་དག་པར་བྱ་བའི་གནས་སུ་འཇོག་རིགས་པ་དང། རེ་བ་ད་ག་རེ། ཟུར་གཅིག་ལས་དང་ཕྱེད་དང་དེ་གཉིས་དང་དེ་གཉིས་ཚད་སྐུབ་ལ་སྒྲ་ཡིན་གསུངས་ཡོང་སྟེ་དེ་ལ་ལ་དོན་གྱི་རྐྱེན་བདུན་པོ་གང་རུང་ཞིག་གིས་དོན་ལྔ་པོ་སྟོན་པར་གསུངས། དོན་ལྔ་པོ་སྟོན་པའི་སྒྲ་རྣམས་སྟོན་པ་ལ་མཚུངས་པ་ཡིན་གསུང་བ་རེད་དེ། ཡང་ན་ལ་དོན་གྱི་རྐྱེན་རེ་རེས་དོན་རེ་རེའི་ཆ་ཚང་སྟོན་པར་གསུངས་པ་ཡིན་གྱི། གནས་དོན་ཟེར་ནས་ཡིན་པས་གནས་དོན་ནི་དབྱིན་སྐད་གནས་དོན་གཅིག་པ་རེད་དབྱིན་སྐད་གནས་དོན་ཡང་དག་པར་བྱ་བའི་གནས་སུ་འཇོག་རིགས་པ་དང། དེས་མ་ཚོགས་འདིའི་གསུངས་པ་གི་ཚིག་རྡོག་རྡོག་གཅིག་གི་ཐོག་ནས་ཨེ་ནི་ག་ཚོད་འཁྱེར་ན་མི་འགྲིག་པ་ཞིག་རེད་འཇོག་རིགས་པ་དང། དེ་གཅིག་གཅིག། འོན་ཡང་དེ་ནི་ཕྱོགས་གཅིག་ནས་བཤད་ན་སྤྱིར་བཏང་སེམས་ཤེས་པའི་རིགས་པའི་གཞུང་ལུགས་ལྟར་ན། ལྷག་དོན་དུ་འབོ་དོང་ང་ལ་མཚུངས་པར་འཇུག་པར་བསྟན་ཀྱང། ད་སུམ་ཅུ་པའི་གཞུང་ལུགས་ལྟར་དུ་བྱས་ན། བྱེ་བྲག་བོད་ཀྱི་ཡུལ་ལུང་སོ་སོའི་སྐད་ཀྱི་འགྲོ་སྟངས་དང། ཡི་གེའི་འབྲི་སྲོལ་ཡོད་མེད་ཀྱི་དབང་གིས་ཀྱང་ཁྱད་ཆེ་སྟེ། སུམ་ཅུ་པའི་གཞུང་ལུགས་ཀྱི་ནང་ནས་བྱས་ན་རེ་བ་དོང་ང་ལ་མཚུངས་པར་འཇུག་པར་བསྟན་པ་རེད་དེ་ཡིན་ན་ཡང། ད་བྱེ་བྲག་ནང་གསེས་ཟེར་ནའང་འདྲ་བྱེ་བྲག་དེ་ནི་བོད་ཀྱི་ད་ཡུལ་ལུང་སོ་སོའི་སྐད་ཀྱི་འགྲོ་སྟངས་ཡིན་ན་ཡང་འདྲ།

དེ་ལྟར་འབྲུ་ཟུར་ཀྱང་མེད་པ་ཡིན། ཡིན་ན། ཨོ་ཡ་རྒྱུ་མཚན་དེ་འདྲ་ཞིག་ཡིན་པ་ལ་དེ་ནི་རིག་པའི་གཞུང་ལུགས་ཁོ་ན་གཙོ་བོ་བྱས་ཏེ་ཡུལ་སྐད་ལ་སྣང་ཆུང་བྱས་པ་དེ་འགྲིག་གི་མ་རེད། ད་སྐད་ག་རེ་ཡིན་ན་ཡིན་མིན་ན་བོད་སྐད་ལྟར་རྒྱུ་སྐད་ཡོང། དེ་གྲོངས་པའི་ཚིག་རེད། དེ་ལ་གཡེར་ཆང་བྱེད་ཡ་ཡོང་མ་རེད། ཡང་ན་ཡུལ་སྐད་ཁོ་ན་གཙོ་བོ་བྱས་ནས་ཨོ་སྐད་གྲགས་ཆེན་པོ་རེད། ཡི་གེ་བསྟན་ས་བཞི་དེ་ནི་ཡིག་པའི་སྐད་ཁོ་རང་རེད་ཟེར་ཡོད་སྐད་ཁོ་ན་གཙོ་བོར་བྱས་ནས་རེད་བ། ངའི་ཨ་མའི་བོར་བ་གཙང་མ་ཡིན་ཟེར་བའི་བཟོ་འདྲ་བོ་ང་ཚོ་ཕ་ཡུལ་གྱི་སྐད་ནས་དེ་འདྲས་ཤིག་ཟེར་ཡོང་ད་འདས་པའི་ནས་དེ་ནི་ཡང་དག་པ་ཞི་བ་ཞིག་ཡིན་ཟེར་ཡོད་སྐད་ཁོ་ན་གཙོ་བོར་བྱས་ཏེ་རིག་པའི་གཞུང་ལུགས་ལ་སྣང་ཆུང་བྱེད་པའི་མཐའ་གཉིས་གང་སློང་དུ་མ་སློང་བ་ཞིག་དགོས་པར་བྱས་སྙམ། འོ་ད་དེ་མཐའ་གཉིས་གང་སློང་ཞིག་ཏུ་སློང་ན་དེ་ནི། གང་ལྟར། ཆུང་དུས་འདི་ཡང་དག་པ་ཞིག་ཡིན་པོ་མ་རེད། སྤྱིར་ལ་དོན་བདུན་གྱི་ནང་ནས་གཙོ་བོ་ལ་ཡིག་ཡིན་པའི་རྒྱུ་མཚན་ཡང། ཡང་དེ་ཞིག་བཤད་པའི་རེ་བ་ཞིབ་ཏུ་བསམ་ཚེ། ཐོག་མར་བོད་ཀྱི་བརྡ་སྤྲོད་རིག་པ་གཏན་ལ་དབབ་པའི་སྐབས་ཡིན་ནའང་འདྲ། ཐོག་མར་བོད་ཀྱི་རིག་པ་དེ་བོད་ཀྱི་བརྡ་སྤྲོད་རིག་པ་ཟེར་ན་ཡང་འདྲ་སྒྲ་རིག་པ་ཟེར་ན་ཡང་འདྲ། ད་གཏན་ལ་དབབ་པའི་ཟེར་དེ་གཏན་ལ་འབེབས་པའི་སྐབས་འདིའི་དབབ་ཟེར་དེ་བྱ་བའི་ལས་དོན་དགོས། གཏན་ལ་བབ་པར་བྱ་བའི་སྐབས་སུ་ཡིན་ནའང་འདྲ། དེ་ནི་ད་བར་བོད་ཕལ་མོ་ཆེའི་ཡིག་སྐད་ཀྱི་ནང་གི་ལ་དོན་གྱི་ཕྲད་ཡིན་ནའང་འདྲ། ལ་ཡིག་གི་འཇུག་པ་ཁྱབ་ཆེ་བའི་དབང་གིས་ད་ལྟའང་གོང་དུ་བཤད་པ་ལྟར། ང་ལྷ་ས་ལ་འགྲོ་དགོས་ཞེས་བརྗོད་བདེ་བ་དང། ང་ལྷ་ས་ན་འགྲོ་དགོས་ཞེས་བརྗོད་མི་བདེ་བའི་རྒྱུ་མཚན་ཡང་ཕལ་སྐད་དེ་འཇུག་པ་ཁྱབ་ཆེ་བྱུང་གི་ཡིན་པ་དེ་ཤིན་ཏུ་གསལ། དེ་ནི་བླ་ན་མྱི་དཔེ་མཚོན་དུ་བཤད་པ་ཙམ་ལས། གཞན་ཡང། བླ་གྲྭ་འཇུག་བདེ་སར་སུ་སོགས་གཞན་རྣམས་འཇུག་མི་བདེ་བ་དང། སྐབས་འགར་སུ་སོགས་འཇུག་བདེ་སར་ལ་འཇུག་མི་བདེ་བ་མང་དུ་ཡོད་པ་དག་ཀྱང། རྒྱུ་མཚན་ནི་གོང་གསལ་ལྟར་ལས་གཞན་མ་མཆིས་སྙམ། རེ་བ། བཀའ་གཏད་ཀྱི་ཐོག་ལ་བལྟས་ན་འཇུག་འཇུག་པ་ཁྱབ་ཆེ་ཆུང་ཁོ་ན་རྒྱུ་མཚན་དེ་ལ་བརྟེན་ནས་ཨ་ནི་བདེ་དང་མི་བདེ་ཟིག་ག་ཁྱེད་བཤད་དེ་དེ་ལ་བརྟེན་ནས་ཡོང་གི་ཡོད་རེད། འོང་ཡ་ད་གཤམ་དུ་ལས་སུ་བྱ་བའི་དཔེ་སྣ་ཚོགས་པ་འགའ་ཞིག་བརྗོད་ན་ཟིན་འདི་ལྟར། ཡང་དཔེར་ན་ད་འདི་ཡེ་ནས་རིན་པོ་ཆེ་ནི་བྲིས་ན་དེའི་ཚེ་ཁྱེད་སྒོ་བདེ་ཡག་གི་ཁྱད་པར་ཡོང་རེད་བ། མ་གཏོགས་ཤར་ཕྱོགས་སུ་འགྲོ་འོང་གནམ་ལ་བལྟ་ཟེར་ཡང་བྲིས་པ་དེ་འདི་ལྟ་བདེ་པོ་མ་ཡིན་པ་ཆེ་ས་བཞིན་མཁྲེགས་པའི་རྡོ་ལ་བརྐོས་པའི་ལོ་སྟོང་འདས་པའི་ཡི་གེ་རྣམས་ཀྱང་ཀློག་ཐུབ་པ།

འོ་འདིར་རྨ་རུ་སྨན་སྟབས་བདེ་ཡག་ཤེས་པ་རེད་བསམ་གི་རེད། དགེ་རྒན་ལགས་སུ་བརྩི་བཀུར་ཞུ། བྲག་རྒྱབ་བྲག་ཏུ་བལྟས་ནས་དགྲ་བོར་རྒོལ་བ། རྒྱབ་ཏུ་གྲིབ་བཙུག་མིག་ཏུ་ཚེར་མ་བཙུག། དགྲ་བོ་གདོང་དུ་བལྟས་ཏེ་སྨྲས་པ། ནགས་སུ་མེ་སྤར། བེབས་ཀྱིས་མདུན་ཤོག་ཏུ་འབྲུག་འབྲུག་རིས་སྦྲུལ། འབྲུག་གི་རི་མོ་ཟེར། སློབ་ཕྲུག་རྣམས་སུ་རྩིས་རིག་བསླབས། མདུན་དུ་རྒྱལ་རབས་སུ་བལྟས། ལམ་དུ་ས་དཀར་གྱི་རི་མོ་བྲིས། ལྷམ་དུ་ལྷན་བག་བརྒྱབ་ལྷམ་དུ་ལྷན་བག་ལེན། འདྲེ་ཞིང་དུ་ཆུ་དྲངས། སློབ་མ་རེ་ལུས་གསེར་བརླབ། ནགས་སུ་མེ་སྦར། བྱི་བ་རུ་དུག་གཟི་སྟེར། ཁྱི་སྨྱོན་དུ་མེ་མདའ་བརྒྱབ། གྲུ་སོག་རུ་ཁུ་ཚུར་བསྣུན།

གོང་དུ་བཀོད་པའི་དཔེར་བརྗོད་རྣམས་གསུམ་ཚུལ་དུ་རིགས་པའི་གཞུང་ལུགས་ཀྱི་ཐད་ནས་བཤད་ན་མི་མཐུན་པ་ཕྲ་མོ་ཙམ་ཡང་མེད་མོད། གོམས་སྲོལ་གྱི་ཐད་ནས་བཤད་ན་རྣ་ལམ་དུ་འཇུག་བདེ་མིན་ཅི་རིགས་ཡོད།